ད་ལིང་ཏོ་ཟེར་གྱི་དེ་ད་ལིང་ཏོ་འདིའང་དེ་ནས་མ་བཞི་བ་གི་སྦྱོར་ལས་སྤྱད་ནས་བྱུང་བ་དེ་ལྟ་བུ་གྱི་རེད། ད་ལིང་ཏོ་དེ་གཙོ་ཆེ་བ་དེ་དེ་ནས་མི་འགྲམ་པ་སོགས་ལས་ཤེས་ཅན་བྱུང་བ་གྱི་ད་མི་འགྲམ་པ་ཟེར་གོང་དུ་དཔེར་ན་ལག་པ་འདྲ་པོ་ཐེབས་སོང་བ་འདྲ་པོ་དང།

འོ་ད་བད་ཀན་ལས་གྱུར་པའི་ལིང་ཏོག་དེ་ནི་དཀར་པོ་ཡིན་པ་དང་འཁྲིག་པ་ལས་བྱུང་བའི་ལིང་ཏོག་དེ་ནི་སེར་པོ་ཡིན་པ་དང་རླུང་ལས་གྱུར་པའི་ལིང་ཏོག་དེ་ནི་ག་རེ་ཟེར་གི་ལིང་ཏོག་དེ་ནི་ནག་པོ་ཡིན་པ་དང་ཁྲག་ལས་གྱུར་པའི་ལིང་ཏོག་དེ་ནི་དམར་པོ་ཡིན་པའོ། དེ་ལྟ་བུ་སྟེ་ལིང་ཏོག་གི་ཉེས་པ་གསུམ་དང་ཉེས་གསུམ་ཁྲག་དང་བཅས་པའི་ལིང་ཏོག་གི་ངོས་འཛིན་བྱེད་དང། དེ་འདྲའི་གསུང་དང་དེ་བཞིན་དུ་རྗེ་བཙུན་གཡུ་ཐོག་པ་ཡོན་ཏན་མགོན་པོས་མཛད་པའི་གཡུ་ཐོག་བུ་སྟོན་མ་ལས། ལིང་ཏོག། འདུ་བ་སྣད་ལས་བྱུང་ངོ། སྲེད་ལུང་ལས་དོགས་སེལ་ཆུ་སྟེ་འདུ་བ་འཁྲུགས་པ་དང། དེ་ནི་མི་སྣད་པ་ལས་བྱུང་བ་ཡིན་གསུངས། ད་མི་སྣད་པ་སེལ་ན་འགྲམ་པ་སེམས་ཅན་གཅིག་པ་རེ་བ། འོ་ལིང་ཏོག་འདུ་བ་སྣད་ལས་བྱུང། དམར་སེར་ཤ་བོ་ཐིག་ལེ་འོང་ཟེར། དེ་ནི་བྲག་ལས་བྱུགས་པའི་ལིང་ཏོག་དེ་དམར་པོ་ཡིན་པ་དང་འཁྲིག་པ་ལས་བྱུང་བའི་མེ་ཏོག་དེ་ལིང་ཏོག་དེ་སེར་པོ་ཡིན་པ་དང་བད་ཀན་ལས་བྱུང་བའི་ལིང་ཏོག་དེ་ཤ་བོ་ཡིན་པ་དང། ད་ལོ་དེ་ནས་ཤ་བོ་ཐིག་ལེ་འོང་གསལ། ཨོ་ད་ཐིག་ལེ་དེ་བེམ་གཤེ་རྒས་འདྲ་བོ་ཀྱི་ད་ཁོ་ལིང་ཏོག་གི་མཚན་ཉིད་འདྲ་བོ་ཀྱི་ཐིག་ལེ་ལྟ་བུ་ཀྱི་མིག་གི་ཏོག་ཏོག་ལ་བབ། དེ་ནས་ཐིག་ལེ་འདྲ་བོ་ཀྱི་བདེ་བྱ་བ་ད་དེ་དེ་འདྲ་བོ་ཀྱི་སོང་བ་འདྲ། ནོར་བུའི་ཏོག་ཤར་ཏེ་ལིང་ཏོག་ནས་མིའི་ཏོག་མི་ཙོང་ཡི་རྡུར་ཤོར་བ་དང་སྣེ་འགྲམ་སོགས་ལས་འབྱུང། དེ་ཡང་རླུང་ལིང་ངོ། རླུང་ལིང་སྔོ། འཁྲིག་ལིང་སེར། བད་ལིང་ཤ། ཁྲག་ལིང་དམར། ནད་ལིང་སྐྲག། དྲི་ལིང་སེར་བོ་ཅན་དུ་འབྱུང་བ་ཡིན་ནོ་ཟེར། ནོར་བུའི་དོ་ཤལ་སྟེ། སེ་སྡེ་རིན་པོ་ཆེ་ཁྱོད་ཀྱི་འབྱུང་གནས་ཀྱི་ཤལ་ལོ། གླིང་མེར་བཀྲ་ཤིས་འབུམ་གྱིས་མཛེས་པར་རོལ། འོ་དེ་ནོར་ལས་དེ་འདྲ་བོ་ཅིག་གསུངས་འདུག། རླུང་ལས་བྱུགས་པའི་ལིང་ཏོག་དེ་ཁ་དོག་སྔོན་པོ་ཡིན་པ་དང། འཁྲིག་པ་ལས་བྱུགས་པའི་ལིང་ཏོག་དེ་ཁ་དོག་སེར་པོ་ཡིན་པ་དང། བད་ཀན་ལས་བྱུགས་པའི་ལིང་ཏོག་དེ་ཤ་བོ་ཡིན་པ་དང། ཁྲག་གི་ལིང་ཏོག་སྟེ་ཁྲག་ལས་བྱུགས་པའི་ལིང་ཏོག་སྟེ་ཁ་དོག་དམར་པོ་ཡིན་པ་དང། དེ་ནས་མི་སྣད་པ་ལས་བྱུང་བའི་ལིང་ཏོག་སྟེ་ཀྲང་དོང་ལྡན་པ་འབོ་རེད་ཡོད་པ་འདྲ་པོ་དང། དེ་ནས་གྲིབ་སོ་མི་གཙང་བ་རྣོ་ཕོག་པ་ལས་བྱུང་བའི་ལིང་ཏོག་སྟེ་དེ་ནི་གསེར་འོ་ཟེར་ད་ཁ་དོག་ཁྱེར་མི་ཟ་བ་དེ་འདྲ་པོ་དེ་འབྱུང་བ་ཡིན་ནོ་གསུང་ངོ་ད་དེ་སྣ་རུ་འཁོད་པའི་བུད་མེད་སྐྱེས་པ་ཚོགས་ཀྱི་གསུང་དེ་དག་ནང་ལ་ལིང་ཏོག་གི། དེ་ནས་རྒྱུ་དང་རྐྱེན་དབྱེ་བ། དག་མཚན་ཉིད་དུ་སྐྱེས་པ་ཐམས་ཅད་དེ་བདེན་འདྲ་བོ་དེ་གསུངས་འདུག་འདི་ཚོ་གོ། ཡིན་གཅིག་མིན་གཅིག་དེ་དེ་ཤེས་དགོས་ངེས་ཀྱི་རེད། ལིང་ཏོག་ཟེར་གྱི་དེ་ག་རེ་ལས་བྱུང་བ་རེད། འོ་ད་དེ་འདྲས་ཀྱི་ནང་གསེས་ལ་དེ་ལྟ་བུ་ཀྱི། དེ་ནས་རིས་མི་འདྲ་བ་དང་དབྱེ་བ་མི་འདྲ་བ་དེ་ལྟ་བུ་ཀྱི་ཡོད་པ་རེད་འདི་ཚོ་ཐམས་ཅད་དེ་ཡིན་གཅིག་མིན་གཅིག་ང་རང་ཚོ་ཤེས་དགོས་པ་ཀྱི་མ་ཤེས་ན་ད་དེ་འབྲི་ཐབས་མེད་པ་ཀྱི་རེད། དེ་འདྲའི་ཡིན་དུས། རྗེས་སུ་ནོར་ཚོགས་ཀྱི་ལིང་ཏོག་ལ་བཙས། ད་ལིང་ཏོག་ལས་ཁོང་མོའི་སྤོང་ཚེ་སྐྱོན་ཉེན་མི་ནས་ཐོན་པ་ལན་ཁ་ཤས་གཏོང་ཟེར། ད་ལིང་ཏོག་གི་རིགས་དེ་ལ་ན་ཚ་ཚ་ཟེར་ཆེན་པོ་ཡོད་རེད་ལ། ད་ལིང་ཏོག་དེ་དེ་ནས་ཚ་ཟེར་ཆེན་པོ་ཡོད་རེད་དེ་དེ་བྱེད་སྟངས་དེ་གོང་གི་དེ་སྨན་འཇམ་པོ་དེ་ཚོ་དེ་བཏང་ནས་མི་སྨན་དེ་ཚོ་འདྲ་བོ་བཏང་ན་ད་ལིང་ཏོག་ལ་ཞིབ་པོ་གྱིས་དེ་ནས། ཕན་གི་མ་རེད་ན་ཚ་དེ་སྐྱག་ཐོག་གི་མ་རེད་ན་ཚ་དེ་སྐྱག་མི་ཐོག་དེ་དེ་མི་ཡིག་གི་ན་ཚ་ཟེར་གྱི་དེ་ཡོང་སོག་དང་མི་ཡིག་ཟེར་གྱི་དེ་ཚོ་ན་ཚ་ཟེར་གྱི་དེ་དེ་ནི་ཧ་ཅང་གི་ཟུག་རྔུ་ཆེན་པོ་འོ་དེ་ལྟ་བུ་ཅིག་རེད། དེ་འདྲས་ཡིན་དུས་ལིང་ཏོག་ལ་དེ་ནི་ཁོང་མའི་སྤོང་ཚེ་སྐྱོན་ཉེན་བཅས་རེད། འོ་དེ་ལྗོངས་པ་རྣམ་རྒྱལ་བྲག་རྫོང་གི་མཛེས་པའི་སྤོང་ཚེ་སྐྱོན་ཉེན་འོ་ཆུང་ལུགས་སྤོང་ཚེ་སྐྱོན་ཉེན་དེ་ད་དཔེ་མི་སྲིད་པ་དེ་ནི་དམག་དང། མི་སྣེ་དང།

མཚོ་ལ་ཆ་ཚང་ཆེ་ན་མཚོ་དཀར་ཆེ། མཚོ་གསེར་ཆེ། མཚོ་ནག་ཆེ། མཚོ་སྔོན་ཆེ། རིགས་གསུམ་ཡོད། འོ་དེ་འདྲ་ཡིན་དུས་དེ་ནས། ད་འདི་མཚོ་སྔོན་པོ་དེ་རེད། དེ་ནས་ད་རྡོག་གི། ད་ག་རེ་ཟེར་གི་རེད། རྡོ་སྨན་འདྲ་པོ་དེ་འདྲ་དེ་འདྲ་ཅིག་གི་རེད་དེ་ནི་ལ་ཐོག་བྲག་ཟེར་གོང་དུ་ནི་ལ་དེ། ད་འདི་ལེ་བཞག་སྐད་ཡིན་པས་རེད། ནི་ལ་དེ་སྔོན་པོའི་སྐད་དོད་ཡིན་པ་དང། ཐོག་ཁྲག་དེ་མཚོ་ཆེ་ཀེ་ཏོ་ཡིན་པ་རེད་མཚོ་སྔོན་ཞེས་བརྗོད་པ། འོ་དེ་ནི་ནི་ལ་ཐོག་ཁྲག་ཅེས། ནི་ལ་ཐོག་ཁྲག་ཞིབ་ཏོག་ཕྱེ་མ་ཐུ་རྩེའི་ཀློང་ནས་ཟེར་ད་ཞིབ་པར་ཏོག་ཞིབ་པར་ཏོག་ནི་ཕྱེ་མ་དེ་ཐུ་མག་གི་རྩེར་མཚོ་གླན་ནས། ཐུ་མག་གི་རྩེ་ནས་སློང་ནས་ལིང་ཏོག་ལ་གླན་པའི་འཁྲབ་ཏུ་འཕེན་ཟེར་ད་འདི་དཔེ་མི་སྲིད་པ་ཕན་པོ་ཅི་རེད།

མི་ཐོག་ཐོག་ལ་དེ་ནས་མ་གླན་ནས། དེ་ནས་དད་བྱེད་ཅིག་དེ་རེད། མེ་ལ་ཐོག་བཀྲ་ཤིས་རྟོགས་ཆེན་མ་ཐུགས་རྩེ་ཀློང་ནས་ལིང་ཐོག་ལ་གླན་པའི་འཕྲལ་དུ་ཕན་དང་འདི་དཔེ་མི་སྲིད་པ་ཕན་གྱི་མེད་ལ་དམ་པའི། ཨོ་ད་རྒྱལ་མོ་ཟེར་རྒྱལ་མོའི་སྟེང་དུ་འགྲོ་གྲབས་བྱུང་ན་ཟེར་ད་མིག་གི་རྒྱལ་མོ་ཟེར་གྱི་དེ་མིག་གི་ལྕིའི་དེ་ལ་དེ་མཐོང་ཤེས་ཀྱི་ལྕིའི་དེ་ལ་ནག་པོ་སྲན་མ་འདྲ་བོ་ཅིག་སྲན་ཆུང་འདྲ་བོ་ཅིག་དེ་དེ་ཡོད་པ་དེ་ལ་རྒྱལ་མོ་ཞེས་བརྗོད་པ་ཡིན་པ་རེད། རྒྱལ་མོ་ནི། མི་འབྲལ་དབུས་སུ་གནས་པའི་མཐོང་བྱེད་སྡོམ་ཆུང་ནག་པོའི་མིང། འོ་ད་མཐོང་བྱེད་སྡོམ་ཆུང་ནག་པོ་དེ་གའི་མིང་དལ་རྒྱལ་མོ་ཞེས་བརྗོད་པ་ཡིན་པས། འདི་གསལ་ལས། མིག་གི་རྒྱལ་མོ་ནི་འཇིག་རྟེན་ན་གྲགས་པའི་མིག་གི་དབང་པོའོ་ཟེར་ད་ནི་མིག་གི་དབང་པོ་དེ་དག་འདི་གཙོ་ཆེ་བ་དེ། ད་འདི་དེ་མིག་གི་རྒྱལ་མོ་དེ་རེད། འོ་ད་འདི་ལ་དེ་ནས་གཟུགས་དེ་ཚང་མ་ཐམས་ཅད་དེ་དེ་འདི་གའི་ངོས་འཛིན་བྱེད།

ད་ཀླད་པ་ལ་དེ་ནས་ཨོང་པོ་ཡོ་ལ་འཁྱལ་བར་བྱེད་པའི་རྩ་ཀླད་པ་ལ་སྲིད་རྩ་བྲན་ལྔ་བརྒྱའི་སྐོར་ཟེར་རྒྱུ་དེ་ད་འདི་དེ་ནས་རྩ་དཀར་གྲོང་མེད་པར་གྱི་དེ་ནས་མི་རྗེ་མོ་ལ་ད་དེ་ཚོ་གཟུགས་བདེ་བ་རེད་གི་དེ་ནས་དེ་ཕྱི་རོལ་གྱི་གཟུགས་དེ་དེ་ནས་རྗེ་མོ་ལ་དེ་འཁྱལ་ཡོང་དུས་སྐབས་སུ་དེ་ནས།

མི་འབྲལ་འགལ་པ་མིན་ཁྱོ་ཡིན། མིང་ཏི་དཀར་པོ་མིའུ་སྤྲིན་ཡིན། དེ་འི་སྡུག་ནག་མཐོང་མི་ཡིན། མཐོང་མི་ནག་པོ་ཟླུམ་པོའི་དབུས་ཁྲག་ཤིག་དོང་པ་མིའི་སྦྱར་བོང། མིའི་སྦྱར་མོ་ཟེར་ད་མིའི་གི་སྦྱར་མོ་དེ་བྱེད། མིའི་སྟག་རྙིང་ནས་མིའི་གི་ཅོ་བྱེད། དེ་ཏིའི་སྨིན་མ་རྙིང་ཡིན་ནོ་མིའི་གི་རྒྱབ་ནས་མིའི་ཟུར་དེ་ནང་གི་མཚམས་ནས་མིའི་བུ་ཡིན་ཟེར་ཨོ་ད་དེ་ཚོ་མིའི་གི་དེ་མིང་དེ་ཁྱམས་ཚོང་འདྲ་པོ་སྐྱེས། ལོ་ཆེན་རིན་ཆེན་བཟང་པོ་དེ་དེ་དཔེ་མི་སྲིད་པ་བཀའ་དྲིན་ཆེན་པོ་རེད་ལ། ད་འདི་གི་བཞུར་ཡོད་བ་གི་དེ་ནི་ག་ལ་ཡོད་ན། ཨོ་ད་ག་ལ་ཡོད་ན་དེ་ནི་ཁྱོད་ཆོག་ལ་བཞུར་རྒྱག་བ་དེ་ཐོག་དེ་ནི་དེ་འདྲའི་གོ་ལ་ལས་སླ་པོ་དེ་འདྲ་གོ་བདེ་པོ། ཨེ་ང་རང་ཚོ་གསོ་བ་རིག་པ་ལ་དེ་ནི་དཔེ་མི་སྲིད་པ་བཀའ་དྲིན་ཆེན་པོ་ད་ལོ་རྒྱལ་དེ་བཀའ་དྲིན་ཆེན་པོ་དཔེ་མི་སྲིད་པ་རེད་དེ་འདི་གི་བཞུར་རྒྱག་བ

ཁྲག་བཞིན་སྟོང་པ་མིག་སྦྱར་སྤོང། མིག་བཏགས་གཉིས་ནི་མིག་གི་བཅུ། དེ་སྟེང་སྨིན་མ་གཉིས་ཡིན་ནོ་མིག་གི་རྒྱབ་ནི་མིག་བཟོ་སྟེ་ནང་གི་མཚམས་ནི་མིག་བུ་ཡིན། ཟེར། ད་འདི་ཚོ་མིག་བུ་ཟེར་གྱི་དེ་རྒྱུད་ནང་ལ་ད་མིག་བུ་ཟེར་གྱི་དེ་མང་པོ་ཡོང་གི་ཡོད། འོ་དེ་ནས་མིག་སྤྲིན་དེ། མིག་སྤྲིན་བཅས། མཐོང་མིག་བཅས། མཐོང་མིག་ཟེར་ནི་མིག་གི་ཕྱི་ལ་ནག་པོ་ཆེན་པོ་རྒྱ་མོག་གི་ཕྱི་ལ་དེ་མཐོང་མིག་ཟེར། ད་འདི་ལོར་གཟུགས་བརྙན་གྱིས་ཁྱབ་ནས་དེའི་རྒྱལ་མོ་ལ་ཡ་བཞི་རིམ་པ་གཉིས་པ་དེ་རྒྱལ་མོ་ལ་ཡ། དེ་ནས་དེ་བྱེད་དགོས་པ་བྱེད་དེ་འདྲའི་མི་ཡི་གི་སྐོར་དེ་ཚོ་ནང་གསུང་ཡ་བ། ཐོག་མི་ནག་པོ་ཟླུམ་པོའི་ཁྲ་ཞིག་ཐོང་པ་མི་འཇར་མོ་བྱེད། མི་རྟག་གཉིས་ནས་མི་ཡི་གི་ཅོ་ཟེར། དེ་དེའི་སྨན་མ་གཉིས་ཡིན་ནོ་ཟེར། མི་ཡི་གི་རྒྱབ་ནས་མི་ཟུར་ཏེ་ནང་གི་མཚམས་ནས་མི་བུ་ཡིན་ཟེར། ཨོ་ད་མི་བུ་ཟེར་ད་འདི་ཚོ་ནང་གི་བུ་དེ་ཚོ་མི་བུ་ཡིན་ཟེར་ཨོ་ད་འདྲའི་གསུང་འདུག་བ། དེ་བཞིན་དུ་ཀོང་རོང་སྨན་བླ་དོན་གྲུབ་ཀྱི་རྒྱལ་མོ་ནི་མི་འོས་ཀྱི་མཐོང་བྱེད་དུམ་ནག་གོ། འོ་དེ་འདྲ་དེ་འདྲ་ད་དེ་ང་རང་གི་བོད་ཀྱི་མཁས་པ་དེ་ཚོ་གི་གསུང་ནང་ལ་དེ་ལྟ་བུ་ཅིག་འཁོད་ཡོད་རེད། འོ་དེ་རྒྱལ་མོ་དེ་དེ་ཡིན་པ་རེད།

དེ་སྨྲ་བ་ཟེར་གྱི་དེ་དེ་ནི་ལས་སླ་པོ་གྱི་ཁ་ཤས་ལས་པ་ཙམ་གྱི་ནུས་པ་དེ་ཐོན་གི་མ་རེད་དེ་ནུས་པ་དེ་མི་ཐོན་དུས་དེང་དུས་ཀྱི་མི་དེ་ཚོ་དེ་ནི་འཕྲལ་དུ་ལ་ནུས་པ་དེ་མི་ཐོན་གོང་དུ་དེ་ནི་ལོག་ལྟ་བྱེད་སྐུར་པ་འདེབས་དེ་ནི་རང་བཞིན་ཐམས་ཅད་དེ། དགེ་རྩ་བཅུ་ཟེར་བའི་ཆོས་འདྲ་པོ་དེ་རེད་མ་གཏོགས། དེ་ནས་ཞེ་པོ་ཀྱི་ཕན་པ་ཡོད་མ་རེད་ལ་ད་ནི་འཇམ་མགོན་ཀོང་སྤྲུལ་རིན་པོ་ཆེ་འདྲ་པོ་ཡིན་ན་ད། དངོས་གནས་ཁོང་གི་གསུང་རིགས་འདི་ལ་སྔགས་གཙོ་ཁྱད་སྔགས་གཙོ་ཁྱད་དུ་ཆེ། ཨོ་ད་འདི་འདྲ་པོ་དེ་རེད་ང་ལ་ནུས་པ་མེད་པ་མ་རེད། ངོ་ཚོགས་ཆུང་ཆུང་གང་ལ་དེ་འདྲའི་ང་ཆུང་ཆུང་འདྲ་པོ་ཅིག་ད། དེ་ལྟའི་སྤོ་ཕོ་ལ་ཞེས་དེ་འདྲའི་ཞེ་པོ་གང་ཡང་ཡོད་མ་གདའ་དེ། དེ། སྨ་རང་འདྲ་བོ་དེ་བྱུགས་ཏེ་དེ་འདྲ་བྱས་ཏེ། དེ་ནས་ལུང་པ་དེ་ནང་ལ་ནོར་ལ་ཧོན་ཟེར་ཏེ་དེ། ཚོང་མ་ཟོ་ལ་མགོ་ནད་འདྲ་བོ་དེ་ན་ཟོ་ཚོང་མ་ཤི་འགྲོ་ནས་དེ་འདྲ་བྱས་ན་འཇོག་དང་དེ་ངོ་ཚོའི་ལུང་པ་དེ། ས་མ་འབྲོག་དང་འབྲོག་པ་གི་ལུང་པ་འདྲ་བོ་དེ་རོ་དེ་ནང་ལ། དེ་ནས། བ་ཁའི། མཛའ་བཀའ་དགོན་ནས་དེ་ནས་འཛག་དཀར་སྤྲུལ་སྐུ་སའི་བླ་མ་ཀྱི་ཕེབས་དབང་ནས་འོ་དེ་ནང་ལ་བཞེངས་སའི་ལུགས་འོ་དེ་འདྲས་མཛད། ད་ནས་བླ་མ་ཀྱི་དེ་དེ་ནས་ནོར་བྷན་ན་སོང་བ་དེ་འདྲས་ཀྱི་དེ་ནས་མ་ཀི་ཤ་དེ་འདྲས་སོང་ནང་ལ་ཡབ་གཙོ། དེ་ནས་དེའི་ནང་ལ་དེ་ནས་དེ་ཏཱ་རེ་དེ་འདྲ་ཀྱི།

ཨན་ཐ་མ་དལ་མ། ང་དེ་མདོ་ནས་མ། སོང་དེ་ནང་མ་དེ་ཡུགས་སོང་སོགས་སོ། སེ་དེ་དུ་བ་འདྲ་པོ་དེ་ཡ། ཨོ་དེ་བྱས་སོང་ཨོ་དེ་འདྲའི་འདྲ་པོ་དེ། དེ་འདྲ་པོ་ཡོད་དོ་ལ། ང་རང་གིས་ངོ་མ་མཐོང་མྱོང། དེ་ནས་ཟས་མ་སྐྱག་བདག་ཟས་ནས་སྐྱག་དེ་འདྲའི། ཟོག་ར་དེ་འདྲའི་ང་རང་ཚོ་བཙས་མ་ང་ས་དེ་འདྲའི་མའི་ནང་ལ། སེ་ར་ཚུགས་ཚུགས་བྱས་སོགས་བྱ་བ་དེ་དོར་ཏེ། ང་དེ་ཕབ་ཅིང། ཚར། ཚར་ཟེར། ཅད་ཀྱི་བདག་ནི་དོན་དེ་མ་ང་ཁྱོད་ཀྱིས་མ་བྱས་པར་སུ་ཅིའི་སྐྱེས་འཇག་མ་ང་ཚོ་སྐྱེས་འཇག་དེ་འདྲའི་བྱེད་གང་བྱས་ཏེ་སྐྱེས་འཇག་འགྲོ་བར་བ། འོ་དེ་འདྲ་བུ་དེ་ང་ནུས་པ་དོ་ཡོད་རེད་དེ་ད་ང་ཚོ་ཀྱི་འདི་འདྲ་བུ་ཀྱི་ང་ཚོ་ཀྱི་སང་ནི་ང་ལས་པ་སང་ཅིག་གི་ནུས་པ་གས་ཐོབ་མི་ཡོང་ང་རང་ཚོ་གི་ད་ནུས་པ་ཞིག་རག་ཐབས་མ་རེད་ལ་ད་འདི་འོ་དེ་འདི་ངག་གི་ཉམས་ལེན་བྱེད་ཉེན་དང་ངག་དེ་དེ་ནས།

བྱང་ཚད་གསལ་གྱི་དོད་དུ་མ་ལ་བཟླ་ཞེས་བཏང་བྱས་ན་མིག་གིས་མིག་སྤྲིན་གྱི་ཟོར་དེ་སྩོགས་ལ་འབྱུང་ཁྱེ་བ་འདྲ་བ་དུས་རྒྱུན་བྱང་ཚད་མང་པོ་དེ་འདྲ་དེ་འདྲའི་འབྱུང་འདུག་བ། འོ་དེ་མིག་གི་དེ་སྔ་སོགས་དང། ཡང་དེ་ཕྱི་སོགས་དེ་ལ་བལྟས་ཚེ་ཉུང་བ་འདྲ་བ་དེ་འདྲ་འདུག་མང་ཁྱེ་ས་སྔ་སོགས་དེ་ལ་མིག་བུ་དེ་ལ་འབྱུང་ཁྱེ་བ་དེ་འདྲ་བུ་དེ་རེད་འདུག། འོ་དེ་ལ་དེ་ནས་བྱང་ཚད་གསལ། མི་ལྤགས་ལ་ཤམ་ཚེར་ཆེན་པོ་བྱུང་ན། ད་འདི་མི་ལྤགས་ལ་རེ་འདུག་རེ་འདུག་མི་ལྤགས་ལ་ཤམ་ཚེར་ཆེན་པོ་བྱུང་ན་བརྗེས་ཚར་དུས་སྟོང་སྐུད་ཀྱི་དམ་པ་དང་ཟེར། ད་མ་བརྗེས་བར་དོ་ལ་བཞག་བཞག། མ་བརྗེས་བར་དོ་བཞག་བཞག་དེ་གདམ་ང་འདྲ་བོ་མི་བཞེས་བ་བྱས། དེ་ནས་ཆེན་པོ་འཁྱག་ཚར་དུས་དེ་ནས་གཞན་ནས་ད་ཆེ་རུ་འགྲོ་ཡ་ཀྱི་མེད་ཚར་བ་དེ་འདྲ། འོ་ད་ཆེ་རུ་འགྲོ་གི་འདུག་ག་ལྟ་གི་ལྟ་གི་བྱས། ཆེ་རུ་འགྲོ་གི་མི་འདུག་ན་དེ་ནི་ད་ཆེ་རུ་འགྲོ་ཚར་བ་རེད་དེ་དུས་གདམ། ཁྱེད་རང་འགྲོ་གི་འདུག་ཁ་སིམ་ད་ད་རིང་བར་དུ་པས་ཚེ་ཁྱེད་རང་ཁྱེད་རང་འགྲོ་གི་འདུག་བསམ་བསམ་འདྲ་པོ་བྱུང་སོང་ན་ད་ད་རུང་གཡུག་ཡོད་ཁོ་ཁྱེད་ཚོ་ཁོ་ཤ་འཛེར་ཏེ་དེ་ནས་ཕེབས་རྒྱུ། དེ་ནས་ཕེབས་མ་ཕེབས་གོང་ནས་སྐད་བཞག་པ་ཡིན་ན་སླར་ཡང་ཤ་འཛེར་ཏེ་ཡར་རྗེས་གོང་ནས་དེ་ནས་མི་ཕན་པ་འཁྱག་འགྲོ་བ་དེ་འདྲ་ཡིན་འདུག་པས་ད་འདི་ཤ་འཛེར་ཏེ་ཆེན་པོ་བྱུང་ནས་ནས་ད་ཁྱེད་རང་འགྲོ་ཡ་རྩ་བ་ནས་མེད་པ་དེ་འདྲ་ཅིག་པ་འདྲ་པོ་བསྡད་སོང་ན་ད་དེ་ནས་གཞི་ནས་བརྗེད་ཚར་བ་ཡིན་པ་རེད་ད་དེ་སྟོང་སྐུད་ཀྱི་དམ་པ་དང་ཟེར། ད་གཏོང་ཁུལ་ཟེར་རྒྱུ་དེ་དེང་སང་ད་རྒྱ་ནག་ལ་དེ་འདྲའི་སོགས་འདུག་ཁྱིམ་སུའི་ད་འབུ་ཟེར་རྒྱུ་དེ་དེ་འདྲའི་འབུ་དེ་འདྲའི་ཀྱི་ག་རེ་རེད་དེ་འདྲའི་དེ་འདྲའི་དེ་འདྲའི་ག་རེ་ཟེར་གི་རེད་ཤིང་གི་བར་ཁྲི་འདྲ་དེ་འདྲའི་ཀྱི་བཟོ་ཨ་ན་དེའི་ཐོག་ལ་འབུ་དེ་བ་དེ་ཤིང་ལོ་འདྲ་པོ་དེ་འདྲའི། དེ་ཟས་འདྲ་བུ་དེ་འདྲས་སྤྲད་རྒྱག་དུས་ཨ་ཁོས་དེ་ཚོ་ཟ་དེ་ཚོ་ཟ་ནས་ཨ་ནེ་ཁ་ནང་ནས་དམ་བུ་དེ་འདྲས་དར་སྐུད་དེ་འདྲས་ཚུར་ཤུགས་ཡོང་བ་དེ་འདྲས་ཀྱི་འདུག་ག་འོ་དེ་གི་དེ་ནས་ད་ཅི་སྲིན་འབུ་ཞུགས་པ་ལས་བྱུང་བའི་དར་སྐུད་ཀྱི་དར་མིག་གི་རྣམ་གྲངས་ཡིན་པ་རེད་འོ་དེ་དེ་འདི་རྒྱ་ནག་དང་ག་ས་ག་ལ་དེ་ཕྱི་རྒྱལ་ལ་དེ་ག་ས་ག་ལ་འདུག་ད་དེ་ཁོ་རང་ཚོ་དེ་དེང་སང་ང་རང་ཚོ་གི་ཅི་ག་རེ་བསད་གི་རེད།

མི་ལྤགས་ལས་ཤམ་ཟས་ཆེན་པོ་བྱུང་ནས་རྗེའི་ཚལ་དུ་སྟོང་སྐུད་ཀྱི་དམ་པ་བདམས། ཟས་དང་སྟོང་སྐུད་ཀྱི་དེ་དམ་པ་བདམས། རྡོ་ཞོར་མི་ཉན། ཟས་དང་རྡོ་བ་དང་དེ་འདྲའི་བར་ཁྲག་ཞོག་གསུངས་ན་དེ་ནི་ཉན་གི་མ་རེད་གསུངས། དེ་ནས་རྡོ་རུ་མི་ཉན་པར་བྱས། དེ་ནང་ལ་ཕག་དམ་པོ་བདམས་དགོས་བ་རེད་མ་གཏོགས་ཁྲག་དེ་ཕག་གི་རྒྱུ་འགྲོ་དེ་མེད་པར་གྱིས་བྱེད་དགོས་བ་རེད་གསུངས་རྡོ་ཞོར་མི་ཉན་བྱས།

ཡ་དཔའ་ནང་རྩ་བུའི་གྲས་ལ་ཤ་ཤར་མང་དུ་བཞག། ད་འདི་ཚོགས་ཀྱི་རིགས་འདྲ་བོ་ཞིག་དེང་སང་དེ། ཁྲིད་ལུང་གི་དེ་འདྲས་ཀྱི་ག་རེ་ཟེར་རོ། དེ་ཚོ་ལ་མཛུབ་མོ་ལ་ཁྲག་ལེན་ས་འདྲ་བོ་ཅིག་དེ་ལེན་ས་འདྲ་བོ་ཅིག་འདུག་ག་སོ་གསུམ་རེ་ཡོད་པ་དང་སོ་རེ་རེ་ཡོད་པ་དང་སོ་ཁ་ཤས་ལ་བཞི་རེ་ཙམ་དེ་འདྲས་འདུག་འོ་དེ་འདྲས་ཡོད་ན་མི་དཔའ་ནང་ལ་ཕབ་ཐུག་ཐུག་ཐུག་ཐུག་བྱེད། དེ་ནས་མི་ཕོ་དེ་ཚོ་ཚོས་ཡོང་ཟླ་འདི་ཚོ། དེང་སང་གི། དེ། བཟོས་རྒྱ་བ་གསར་པ་དེ་ཚོ་བེད་སྤྱོད་བྱས་ན་ང་ཚོའི་གཙགས་བུ་དེ། ཐེ་མ་མང་པོ་བཤགས་ད་རུང་དེ། གཙགས་བུ་དེ་བཤགས་དུས་ལ་སྟབས་བདེ་བོ་ཞིག་ཙང་ནི་མ་རེད། འོ་ད་དེ་འདྲའི་བྱོས་ནས་ཕ་གི་མི་དེ། ཡར་ཕྱི་ནང་ལོག། འོ་དེ་མི་ཡར་ལོག་ནས་དེ་དེ་ལ་ཐུག་སི་ཐུག་ཐུག་སི་བྱས་ཨེ་ནི་ཁོ། ཡབ་ཁ་དེ་ལ་གཙང་མ་དེ་གི་སྤྲིན་པའི་ཅིག་ཚུབ་ཆེད་དུ་ཆེད་དུ་བྱོས་ན་ཁོ་དེ། དེ་ཡག་པོ་ཅིག་འདུག། འོ་དེ་ཚོ། ད་དེ་ཚོགས་འདྲ་པོ་ཆེ་འཁྱམས་ཚོམ་ཞིང་སྟབས་བདེ་གི་དེ་ཚོགས་བེད་ཤོག་གཏོང་ན་དེ་དེ་རྒྱུད་དགོངས་པ་ལ་གནོད་པ་འདྲ་པོ་གེ་གེ་མེད་པ་འདྲ་ད་འདི་ཚོགས་ཐམས་ཅད་བེད་ཤོག་གཏོང་ན་ད་ཤོང་སྐྱེན་པོ་ཐོག་ནས་མི་འདུག་ལགས། ང་ཚོ་དེ་སྔ་མ་གི་ཁོ་ནར་ཤོག་གི་སེ་ད་དེ་བཞུགས་ན་དེ་ཡག་པོ་ཙང་ཡོད་མ་རེད་དེ་ཚོགས་གནོད་པ་མེད་པ་དེ་ཚོགས་ད་ད་གི་དེ་ཚོགས་ག་ཚད་ཐུབ་ཐུབ་གྱིས་བཤད་གནོད་པ་ཡོད་པ་དེ་ཚོགས་ད་འདི་འདི་ཚོགས་གི་རིགས་དེ་ཤོད་ནས་དེ་ནི་གནའ་རབས་ཀྱི་དེར་རིག་གཞུང་དེ་ཉམས་པར་བྱེད་པའི་རྒྱུ་ལྟ་བུ་འགྱུར་འགྲོ་བ་ཡིན་ན་ད་འདི་གཙོ་བོ་ཐམས་ཅད་དེ་ང་ཚོས་དེ་ལག་ལེན་མི་བྱེད་པར་བྱས་ཏེ་གཙོ་བོ་དེ་བཀའ་ཁྱེད་ཐུགས་བྱུང་ཐུབ་བྱས་ནས་མ་གཏོགས་དེ་གནའ་བོའི་དགེ་ལུགས་སྲོལ་བཟང་པོ་དེ་གཙོ་དེ་དེ་ནུབ་སོང་ན་ད་དེ་ཡག་པོ་ཡོང་བར་བ་གོ་དེ་འདྲ་བོ་དེ་བྱེད་རྒྱུ་དེ་གལ་ཆེན་པོ་རེད་འདུག་མ་གཙོ་ཚབ་བྱས་ན་དང་པོ་མ་དཔོག་རྗེས་སུ་ཡར་དཔོག་ནས་གཙོ་བོའི་གྲས་ལ་ཤ་ཤ་མང་དུ་ཤོག་ཁྲག་ཐོན་ཤོག་ཆོས་ཁྲིད་ལ་མི་དམན་བསླུ་བྱེད། དག་མིག་གི་པགས་སྲིན་ལ། དག་མིག་གི་པགས་སྲིན་ལ་ཁ་བཤིག་ར་ཚུགས་ཀྱིས་ཕན་ཟེར་ད་ཁ་ཤ་གི་ར་ཚུགས་ཟེར་ཁ་ཤ་ཤ་བའི་བོ་ར་བསྲེས་རུང་མཚུངས་ཟེར་དེ་ཁ་ཤ་ཟེར་དེ་རི་དྭགས་ཀྱི་བ་འོ་དེ་གི་དེ་ནས་ར་དེ་ཁ་བཤིག་གི་ར་སྒོག་དེ་ད་ར་སྒོག་དེ་ཚོ་དེ་ནས་ཏི་པག་དེ་བསྐྱོད་དུས་ཏི་པག་གི་ཁ་དང་གཅིག་པ་གྱིས་བྱེད་དེ་དེ་ཁ་ཆེན་པོ་མི་དགོས་པར་བྱེད་ཁ་ཆུང་ཚིག་དེ་འདྲས་བྱེད་དེ་ནས་ཚུ།

པ་བཀའ་གསལ་ཚིག་གིས་འབྱུང་བ་རེད་ད་དེ་འདྲའི་བར་གྱི་དུ་བ་དུ་དུར་བྲེད། དུ་བ་དུར་དུར་བྲེད་ཡོང་བ་རེད། དེ་ཚ་བོ་དེ་བབ་འདུག་ཅེས་ཨོ་ད་དེ་ལ་མེ་ཡོང་མེད་འདྲ་བོ་ཅེས། ཁ་ཞིག་གིས་ཨོ་ཧྲ་དེ་མེ་ལ་བསགས་ནས་དེ་བཏུ་བ་གི་ད་དེ་འདྲ་གི་དོན་དག་མ་རེད། མིག་གིས་དཔག་ཟིན་ལ་ཁ་ཞིག་ར་ཚུགས་བྱ་ཟེར། ད་ར་ཚུགས་བྱ་གོང་དུ་ཁོ་རོ་དེ་དཔག་གི་ཁ་དེ་ཡག་པོ་ཅིག་ཁྱེད་ཆུང་ཆུང་ཚད་ཀྱི་བཟོ་ན་ད་དེ་ཡག་པོ་འདུག།

དེ་ནས་བཞུགས་མཛད་དེ་ནས་བརྡ་བཞག་སྟེ་དེ་འཁོར། གཙུག་དྲག་གོང་དུ་བྱིན་ལ་མ་སྟེ། བརྡ་དྲག་གོང་དུ་དེ་ནས་འཁོར་བྲོས་གོང་ནས་དེ་ནས་བྱིན་ལ་འོ་ནི་དུ་བ་ཚོགས་ཚོགས་བརྡ་གོང་དུ་ཨིན་བྷ་གའི་ཏུ་སུ་ཆེ། འོ་དེ་འདྲ་རེད། མིག་གི་པགས་སེང་ལ་ཁ་ཤི་ར་ཚུགས་ཀྱིས་ཕན་བཅས། འོ་ད་ཁ་ཤི་ར་ཚུགས་ཀྱི་ཁོ་རང་མི་པགས་དེ་ཡིན་ཟེར། འོ་དེ་འདྲས་འདུག། ཁ་ཤི་ར་སྟེ་པི་ཁ་ད་དུ་བསྐྱོད་རྗེས་ཤིང་ལ་དྲག་ཏུ་བརྡབས་ནས་མེ་དམིགས་སུ་བརྡབས་པ་ལ་བྱ་སྟེ་དཔོན་མ་ལས་ཁ་ཤི་ར་བཙུགས་སེ་གནས་སའི་སའི་འོག་ཏུ་འདྲེ་གསུངས་མདོ་དེས་འཇམ་མགོན་རིན་པོ་ཆེ་གིས་ད་འདི་ཚོ་རྒྱུ་མཚན་འདྲ་བོ་བྱས་ནས་ད་དེ་འདི་ནང་ལ་བཀོད་པ་ཡིན་འདུག་ང་རོག་གི་བོད་ཀྱི་མཁས་པ་འདི་ཚོ་གི་གསུང་ཆོས་གཅིག་ཏུ་བསྡུས་པ་རེད་འདུག་ག་ད་ཟིན་བྲིས་དེ་ཡག་པོ་གཅིག་བསམ་བློ་གཏོང་ན་ནི་བོད་ཀྱི་གསོ་བ་རིག་པ་གི་ཕྱོགས་ཡོངས་ནས་གཞི་རྩིས་ཀྱི་ཤེས་བྱ་ཐམས་ཅད་དེ་འདི་ནང་ལ་འདུས་པ་གཅིག་རེད་འདུག། ད་ཀོ་ཡ་ཙོ་ཡ་མེ་ཉི་མ་བློ་གཟི་ཁྱེད་བཞག་ན་ད་དེ་རེད་བ། འདི། ཀོང་སྤྲུལ་རིན་པོ་ཆེ་ཟིན་ཏེ། ཞེས་ཟེར་གྱི་དཀའ་ལས་ཁག་པོ་རེད་འདུག་ག་ད་འདི། ངོ་མ་ཀྱི་ཡག་པོ་ཅིག་བལྟ་དུས། ཀོང་སྤྲུལ་རིན་པོ་ཆེ་ཟིན་ཏེ་དེ། ཞོར་ལས། གྲོས་ཆོད་ཚད་ཅིག་ལས་ཡོད་མ་རེད་དེ། ཡིན་ནའི་དོན་དེ་དེ་ནང་ལ། དཔལ་ལྡན་ཇུས་ཀྱི་གཙོ་བོ་བྱས་པའི་རྒྱ་བོད་ཀྱི། དེ་ནས་གཞུང་མང་པོ་གི། དེ་ནས་གཞུང་དང་ལག་ལེན་ཐམས་ཅད་ཀྱི་སྙིང་པོ་གཅིག་ཏུ་ཚུལ་བསྡུ་བཞག་པ་ཀྱི་རེ་འདུན་མ་གཏོགས་ཁ་རོག་གཅིག་ཙམ་ནི་རེ་མི་འདུག་བ། དེ་ང་ཚོ་ཀྱི་དེ་ནང་ལ་མ་ཀྱི་ང་ཚོ་ལྟ་ལོག་རང་གིས་བྱས་དུས་འདི་འདྲ་པོ་ཅིག་བཀའ་ལས་འདུག་དེ་འདི། དཔེར་ན་ད་ལྟ་དེ་ངའི་ལོ་ཉིས་གསུམ་ཚོད་ཅིག་ལ་ཀྱི་དེ་ངོ་མ་ཀྱི་དེ། མཆན་བུ་དེ་ཚོ། དེ་ནི། ཞོ་ཕང་ཚོ་ལ་ཚོ་བཀའ་དྲིན་ཞུ་བཞིན་བ་དེ་འདྲ་ནི་མཁན་པོ་དེ་ཚོ་དེ་གི་རྨོངས་ཞིབ་བྱས་དེའི་ཐོག་ལ་ཨེ་ནས་གཞུང་དེ་དང་འབྲེལ་བ་ཡོད་དེ་བ་དེ་ཚོ་ཚང་མ་ནང་ལ་ལོ་ག་ཞིག་ཅིག་ལ་ངས་ད་ལོ་གསུམ་ཚིག་དེ་རེད་འགྲོ་གི་འདུག་མི་ཚོ་ག་ས་ག་ལ་གི་ཚེ་དེ་ནས་ག་ལེ་འདི་དེ་ཚོ་དེ་འདྲས་བྱས་ད་ལྟ་དེ་ཟིན་རིན་འདྲ་པོ་འདི་ཡོད་དུས་དེ་མ་ཀྱི་ཤེས་པ་འདྲ་པོ་ཅིག་ཐོབ་གི་རེད་མ་གཏོགས་འདི་ཚོ་སྐྱིད་མེད་ན་དོ

ཁ་བ་ནང་ལ་དེ་འདྲའི་ཡུན་རིང་པོ་འགྲོ་ཉི་མ་དེ་ཚོ་ཕོག་དགོས་འདུག་དེ་ནི་ཉི་མའི་འོད་ཟེར་དེ་ཁ་བ་ལ་ཕོག་དགོས་འདུག་ད་འོད་འཚེར་བ་དེ་ལ་དེ་ལྟ་བསྡད་འདུག་དེ་ནི་ལམ་སང་གི་མིག་དེ་དེ་ནི་ན་ཚ་བཏང་ཡོང་ནས་དེ་ནི་མིག་གི་མུན་སྟོང་ཉིད་དེ་འདྲ་འཁྱག་འགྲོ་གི་འདུག་འོ་དེ་ལ་མིག་ཁ་བའི་ཕྱིར་ཡིན་ཟེར། མིག་ཁ་བའི་ཕྱིར་ན་ད་གླ་རྩི་ག་པོ་ཤེལ་དཀར་ཟེར་ད་ཤེལ་དཀར་ཟེར་དེ་རྗེ་མོ་ཀ་ར་ཟེར་དེ་དེ་རྗེ་མོ་ཀ་ར་ཡིན་ཟེར་བའི་ཤེལ་དཀར་རེད་མིང་གི་རྣམ་གྲངས་ཀྱིས་ཡིན་པ་རེད།

ཞེས་སྐ་རགས་ཀྱིས་དེ་ནི་སྨན་གྱི་ནུས་པ་དེ་རྩ་ལ་འཁྲིའོ་དེ་ལྟ་བུ་ཅན་དོམ་མཁྲིས་ཀྱི་དེ་ནི་མིག་གི་རུ་གཞོང་ཞིང་རྩ་སྒོ་དེ་བསྡམ་འོ་དེ་འདྲ་བུ་དེའི་ནུས་པ་ཡིན་པས་མཉམ་གཞོར་ཞིབ་བཏགས་ཅེས་མཉམ་པར་གཞོར་བའི་ཞིབ་བཏགས་ཆུ་བཙོང་དང་བཞག་སྟེ་མིག་ལ་བླུག་ཅེས་ད་མིག་ལ་བླུག་དུས་དེ་ཁོ་རང་བོད་པ་གི་ཁོ་མིག་མེད་འདེབས་ཐུག་དེ་འདྲ་ཆེད་མངགས་མིག་མེད་འདེབས་ཐུག་ཅིག་ཡོད་རེད་ད་དེ་མིག་མེད་འདེབས་ཐུག་དེ་སྡེ་སྲིད་རིན་པོ་ཆེ་གིས་ད་ལྟ་དེ་སྨན་སྟོང་བརྒྱ་བཅུ་དེ་ནང་ལ་མི་སྨན་རྡེབ་གཏུག་དེ་ཚོགས་འདུ་བཟོས་ཡོད་རེད་དེ་འདྲ་ང་རང་ཚོ་དེ་ཐང་ཀ་དེ་བཏགས་པ་དངོས་པོའི་འདུག་ཅེས་འདྲ་བྱས་དེ་ནས་ཡ་ཕོངས་པ་དེ་འདྲ་རེ་རེ་ནོར་བྱུང་དེ་ཕྱི་ལོག་མི་ལེགས་བོན་ལྟ་སྐོར་བྱེད་ས་འདྲ་བོ་དེ་རེད་མ་གཏོགས་ད་ང་ཚོས་དེ་ལག་ལེན་འདྲ་བོ་བྱས་ནས་དེ་ནང་གི་དེ་ལ་རྒྱ་དེ་ཚོ་མ་བཟོ་དེ་ནས་དེ་རི་མོ་ཟེར་རྒྱུ་དེ་མིག་གི་བལྟ་ཡ་འདྲ་བོ་བྱས་མ་གཏོགས་དེ་ལག་ལེན་ལ། ཆོག་གི་མ་རེད་བ། འོ་དེ་འདྲས་ཡིན་དུས་ད་འདི་ཚོ་དེ་མ་དེ་ཚོ་གི་རི་མོ་དེ་ཚོ་ད་སྔོན་མ་ཉམས་སོང་བ་རེད་ད་དེ་ཚོ་དེ་ནི་མ་ཉམས་པ་བྱས་ནས་དེ་དེ་ཚོ་དེ་དེ་རི་མོ་ནོར་ཡོད་བསྡད་བ་དེ་ཚོ་ཐམས་ཅད་དེ་མ་རེ་རེ་བཞིན་དུ་ང་ཚོས་བཟོ། བཟོས་ནས་ད་སྨན་བཅོས་སྨན་བཅོས་བྱས་དུས་ད་དེ་ཚོ་བེད་སྤྱོད་གཏོང་དགོས་བ་དེ་གང་རེད་མ་གཏོགས་འདི་མི་ལ་ལྟད་མོ་བལྟས་ན་དགོས་པ་ཆེན་པོ་འདྲ་བོ་ཆེ་མི་འདུག་ལ།

དེ་ཕྱི་ལོག་གི་མེ་གོང་དུ་ངོ་མཚར་འདྲ་བོ་བྱེད་ཆེན་མང་འདྲ་ཆེན་མང་བོ་དེ་དངོས་གནས་བྱུང་ན་དེ་བོད་པའི་ལོ་སར་བྱས་ཏེ་འབེལ་ཤོག་བྱས་ཡ་རེད་མ་གཏོགས་དེ་ཆེན་མང་བོ་དེ་ལྟག་པར་དོ་སྣང་ག་ཐོད་ཐོད་ལ་འཁོད་ཡོང་བ་འདྲ་བོ་དེ་སུ་གཅིག་གིས་བཤད་མི་འདུག་དེ་དེང་སང་ཆེན་མང་བོ་དེ་དེ་མ་འཁོད་ཡོང་ལོ་དེ་བོད་སྐྱེས་འདྲ་གཅིག་གང་ཐད་མེད་ལ་དེ་ཀྱི་བར་ག་རེ་བསད་ཀྱི་རེད་དེ་འདྲ་གཅིག་བྱས་ཡ་འདྲ་བོ་དེ་རེད་འདུག་མ་གཏོགས།

ད་ཉི་མ་ཁ་ཤས་ཀྱིས་དོར་དོན་ཚོ། བྲག་ལུང་དུ་དེ་ནི་ཡེ་ནས་མིག་གིས། མདོང་ཡང་ཡང་བ་དང་དེ་ནས་གཟུགས་དེ་མཐོང་བ་ཡང་ཉེ་འདྲ། ཁ་བ་གི་མིག་ཆེན་དང་དེར་ཉི་མ་བཞི་ལྔ་ལྔ་དྲུག་ཚལ་དེར་མིག། ན་ཚ་ཆེན་པོ་དེ་སྟོང་མིག་གིས་གཟུགས་བརྟག་མི་ནུས་པར་བྱེད། བརྟག་ནའང་མཐོང་མི་ཐུབ་པར་བྱེད་འོ་དེ་འདྲའི་ཆང་དང་བུ་བ། ད་དོ་བའི་མིག་ཆེ་ན་དགེ་བང་གི་ཕྱེ་མ་སྣ་ནས་འབུས་བྱེད། ད་དགེ་བང་གི་ཕྱེ་མ་དེ་དེ་ནས་སྣ་ནས་ཡང་འབུས། ཉི་མ་ལ་ཡུད་ཀྱིས་བརྟག་བྱེད། ནགས་ནས་འབུས་ཡོད་སའི་དགོན་སྡེ་དང། ནགས་ནས་ཡར་མིག་ལས་ཕར། ཟེར་དེ་འདྲའི་གྱི། བར། དེ་ཕྱེད་མ་དེ་ག་ལས་དར་འབུའི་འདྲ་པོ་ཅིག་ཕར་ཆེར་རྒོལ་བའི་དོན་འདྲ་པོ་ཅན་ཡིན་ཅེས་རེ་བ་དང། ཉི་མ་ལ་ཡུད་ཀྱིས་བལྟ། ཤ་གསར་དམར་པོ་ཡང་ཡང་ཕྱེ་ཞིང་དུ་བ་ལ་འཛེམ་བྱེད། དེར་ཤ་དམར་པོ་དེ་འདྲའི། དེ། ཤ་གསར་པ་དེ་འདྲའི་དམར་པོ་དེ་འདྲའི་གི། དེ་ནི་ཚེ་ལོ་མེད་པ་དེ་འདྲས་ཀྱིས་དེ་ནས་མིའི་དེ་ལ་ཡོག་ཡོག་ཕྱེ་ནས་དུ་བ་ལ་དེ་ནས་འཛེམ་དགོས་རེད་སོང་ནས་མིའི་གི་འདྲུ་རིགས་ལ་དུ་མ་མེ་ལྕེ་གཞན་ལས་མ་ལྟོས་པར་མེ་བཙའ་ཁོ་ནས་བཅོས་ཚོར་ནས་ཟེར། ད་མིའི་གི་འདྲུ་རིགས་ཟེར་གོང་དུ་དེ་ནས་ཕ་མེས་ཀྱི་རྒྱུད་པ་ལ་མིའི་འདྲུ་པའི་རིགས་ཡོད་པ་དེ་འདྲས་ལ་ནི་དེ་ནས་དུ་མ་བྱེད་མི་དགོས་པ། དེ་ནས་སྨན་ཟ་མི་དགོས་པ། ལྕེ་གཞན་ལ་ཡང་ལྟོས་མི་དགོས་པ་ལྕེ་གཞན་ཟེར་རྒྱུ་དེ་དག་ད་ལྟ་རྒན་འདྲ་བ་ལྕེ་གཞན་དག་གི་དེ་འདྲས་བྱེད་མི་དགོས་པ། མེ་བཙའ་ཁོ་ནའི་སྐྱོ་ཚོར་ནས། མེ་བཙའ་ཁོ་ནའི་ལམ་ནས་དེ་ནས། དེ་སྐྱོ་ཚོར་ནས་ཅེས། མི་མི་མཇུག་ནས་དབུལ། དང་འགོག་ནས་མཇུག་ཏུ་ཚོན་གང་བཞག་བའི་མི་ཡུལ་གྲོང་པོའི། རུས་པའི་གདོང་ནས་སོ་བཞག་རང་གི་མཛུབ་མོའི་ཚིགས་གསུམ་པ་བཞག་དེ་ལྟར་ཚིགས་གསུམ་པ་ཟེར་ད་དེ། ཚིགས་དང་པོ་ཅེས། ཚིགས་གཉིས་པ་ཅེས་ཚིགས་གསུམ་པ་ཅེས་ད་དེ། རྩ་བ་གི་ཚིགས་དེ་གསུམ་པ་རེད་བ། འོ་ད་དེ་འདྲའི་ཕྱིར་ནས། དེ་ནས། དཔེར་ན་ཁྱབ་ཚོར་ནི་བཤད་ན། མིག་གིས་ཟུར་ནས་ཚོར།

འདི་འདྲའི་གནད་འདུས་མིའི་ལ་མོ་གཏོང་བ་དེ་ཚོ་ལ་ད་འདི་འདྲའི་མེ་བཙའ་འདྲ་པོ་བཞག་དུས་ན་ཚ་གཏོང་གི་འདུག་ཟེར་ནས་ཨོ་ཨེམ་ཇི་ལགས་ད་དོ་ནག་ལ་ན་ཚ་གཏོང་གི་འདུག་ཨོ་དོན་ན་ཚ་གཏོང་གི་འདུག་ཟེར་གི་འདུག་ད་ང་རང་ཚོ་མིས་མ་བྲིས་དུས་ལ་ད་འདི་ལྟ་བུ་ཀྱི་ན་ཚ་འདྲ་པོ་ཁྱེར་མི་གཏོང་བ་དེ་འདྲ་གྱི་རེད།

དང་དེ་འདི་འདྲ་བུ་ཅིག་དེ་ཚོ་དེའི་རྟ་ཆོག་ཆོག་འདྲ་བུ་ཅིག་སྐྱེས་ཡོང་རུང་ཁྱོད་དེ་ད་ད་ད་དེ་ནང་ལ་ཕ་ཅེ་རྟ་རྩ་དོན་བདུན་ནང་ནས་མང་ཆེ་ས་འདྲ་བུ་ཅིག་ད་དེ་ནང་ལ་འགྲོ་དེ་རྟ་རྩ་དེ་ཚོ་ཆེ་མེ་རྩ་དེ་ཚོ་ཆེ་དེ་ཚོ་གང་ག་ཐམས་ཅད་དེ་དེ་གཤམ་དེ་ལ་དེ་ཀོང་སྤྲུལ་རིན་པོ་ཆེ་ཟིན་བྲིས་ཀྱི་རྐུབ་དེ་ལ་དེ་ཚོ་ཐམས་ཅད་གཞུང་འདི་ནང་ལ་གསུངས་པའི།

གཡོན་པ་ལའང་དེ་དང་མཚུངས་སེ་ད། སྙིང་ག་དེ་བཞག་དགོས་དང་མི་དགོས་དེ། དེ་ནི་སྲོག་ཆགས་སྲོག་ཆགས་ཀྱི་མིའི་དང་སྟོན། གཡོན་པ་ལས་ག་སྲིད་བཞག་དགོས་པ་བྱུང་ན། དེ་ནི་གཡས་པ་དང་དེ་མཚུངས་བྱས། ཧོ། དེ་གོང་དུ་མེ་བཙའ་བཞག་པའི་ཐབས་འདི་ནི། སྔོན་ནས་ཁྱེད་མ་འདྲིས་པ་གསར་ཐོབ་ལ། འདྲིས་བཞིན་པ་སླར་མི་འདྲིས་པའི་གསུང་ཆོས་ཞལ་ཤེས་ཁོ་ན་ཡི་གེ་བཀོད་པའོ་ཟེར་ད་ཞལ་ཤེས་ཟེར་བ་དེ། མཁྱེན་བརྩེ་རིན་པོ་ཆེ་གི་གསུང་ནང་ལ་འདི་ནང་བཞིན་གྱི་བཀོད་ཡོད་འདུག་ད་ལྟའི་ཉམས་མགོན་ཀོང་སྤྲུལ་རིན་པོ་ཆེ་གི་མཁྱེན་བརྩེ་རིན་པོ་ཆེ་ཁོ་རང་གི་རྩ་ཡི་ལས་མ་ཡིན་དུས་ད་འདི་མཁྱེན་བརྩེ་རིན་པོ་ཆེ་གི་ཞལ་ཤེས་ཡི་གེ་དེ་དེ་འདི་ནང་བཀོད་ཡོད་འདུག་ད་མཁྱེན་བརྩེ་རིན་པོ་ཆེ་གི་དེ་ནི་གསོ་དཔྱད་ཀྱི་སློབ་དཔོན་དེ་སྡེ་དགེ་བླ་མའི་ཆོས་གྲགས་འཇམ་ཚོགས་རེད་བ། འོ་ད་ཆོས་གྲགས་འཇམ་ཚོགས་ཀྱི་དེ་ནི་ཡ་གི་ནི་དེ་ནི་མ་རིན་བཞིན་དུ་ཆོས་གྲགས་འཇམ་ཚོགས་ལ་སོ་ལ་བརྗོད་ཡོད་ན་ད་འདི་ཞལ་ཤེས་ཟེར་ནས་ད། བརྗོད་པ། གཙང་མ་ལ་བྱུང་བ་དང་ཞལ་ཤེས་ཁོ་ན་ཡིད་རུ་བཀོད་པ་དེ་ལྟ་བུ་ཅན་ཡིན་གསུང། ད་འདི། ཁམས་ཀྱི་ཕྱོགས་ལ་ད་འདི་དཔེ་མི་སྲིད་པ་དེ་ལག་ལེན་དག་གི་རེད། འདི་ཚོ་ཐམས་ཅད་དེ། དེ་ནས། ལག་ལེན་དཔེ་མི་སྲིད་པ་བྱེད་གི་རེད། ད། གང་ཕྱོགས་ཀྱི་འཁོར་དང། དེ་ནས་སྨན་ཁང་གི་དེ་ཚོ་སྨན་པ་དེ་ཚོ་དང། སྡེ་དགེ་གི་སྨན་པ་དེ་ཚོ་ཚང་མ་ཐམས་ཅད་ཀྱི་ད། ལོ་བྱེ་བ་སྒྲིབ་རིགས་ཡོད་པ་དེ་ཚོ། དེ་ནི་མིའི་སྒྲིབ་རིགས་ཡོད་པ་དེ་ཚོ་ཐམས་ཅད་ལ་དེ་མེད་ཚ་དེ་ཚོ་མང་པོ་བཞག་ཡོད་ལ་ད་ལྟ་ཚོ་ཁེ་ཕེབས་མི་སྲིད་པ་ཕན་ཐོགས་སུ་ཟད། དེ་འདྲའི་ཟད་དེ་འདྲའི་ཟད་གི་རེད། འོ་ད་འདི་ཡ་དབུས་གཙང་ངོས་ལ་ནི། ཟིན་བྲིས་དེ་མ་མ་དར་བ་ཡིན་པ་ལ་དེ་ཟིན་བྲིས་དེ་ཞེ་པོ་དེ་འདྲའི་ལག་ལེན་བྱེད་ཉེས་དེ་འདྲའི་ཆེན་པོ་མི་འདུག། འོ་དེ་འདྲའི་ཡིན་དུས་དེ་ཟིན་བྲིས་དེ།

ལྟ་དགོས་པ་བཅས་དེ་འདྲའི་མཛེས་འདུག་དེ་ལྟར་ཟིན་བྲིས་དེ་ཧ་ཅང་གི་དེ་ནས་དྲ་རྒྱའི་མཁན་པོ་འདྲ་པོ་ཀྱི་མེ་དྲ་བ་བཅས་འདི་འདི་ནང་གི་ལག་ལེན་ཁ་ཤས་ཀྱིས་དེ་ནི་དེ་བྱེད་གི་མི་འདུག་དེ་ཁོ་ཟིན་བྲིས་དེ་དེ་འདྲའི་ཀྱི་ཡང་གྲངས་དམ་པ་དེ་གི་དེ་རི་པར་བརྐོ་དེ་ནི་སྨན་རྩིས་ཁང་གི་གི་སྨན་པའི་ཁྱོ་ཤོག་དེ་ནང་ལ་བཅུག་དེ་འདྲའི་བྱེད་ཚར་འདུག་དེ་དངོས་གནས་བྱུང་ན་ད་ལག་ལེན་འདྲ་པོ་ཀྱི་བྱེད་དགོས་པ་རེད་བ་དེ

ཅེས་ལག་ལེན་འདྲ་པོ་ཅེས་བྲན་པོ་འདྲ་པོ་ཅེས་དེ་ཚོ་ཆགས་རྗེས་འདྲ་པོ་ཅེས་འབད་བརྩོན་བ་འདྲ་པོ་དེ་འདྲ་རེད་འདུག་འོ་འདི་འདི་ནི་དངོས་གནས་ཁྱེད་རེད་མ་འདྲེས་པ་གསར་ཐོག་ལ་དངོས་གནས་ཁྱེད་ཁྱེད་མ་འདྲེས་པ་དེ་ཚོ་ལས་སླར་ཡང་གསར་ཐོག་ལ་འདྲི་བཞིན་པ་དེ་ཡིན་ན་ནི་སླར་མི་འགྲུབ་པའི་མི་འདྲེས་པའི་གསུང་ཆོས་ཞལ་ཕྱེ་ཁོ་ན་ཡི་གེར་བཀོད་པའོ་ཟེར་འོ་ད་འདི་ཞལ་ཤེས་དེ་ཡི་གེ་བཀོད་པ་ཡིན་གསུང་དང་འདི་ཞལ་ཤེས་དེ་ཀོང་སྤྲུལ་རིན་པོ་ཆེ་འདི་མ་བཀོད་གོང་ལ་ཕྲན་ཚེགས་རིན་པོ་ཆེ་གི་དེ་ནས་གསུང་གནང་ལ་དེ་འདི་འདྲ་པོ་ཅིག་དེ་ནི་བཞག་ཡིན་འདུག་ད་འདི་ཕྲན་ཚེགས་རིན་པོ་ཆེ་གི་དེ་སོབ་ཆེན་གི་སློབ་དཔོན་དེ་འདི་གི་བླ་མའི་ཆོས་གྲགས་རྒྱ་མཚོ་རེད་འོ་ད་འདི་གི་དེ་ནས་ཞལ་ཤེས་གི་གསུང་དེ་ཕྲན་ཚེགས་རིན་པོ་ཆེ་ལ་ཕུལ་བ་དེ་འདྲས་གསུང་འདུག།